ལྷན་རྒྱས་ཚོགས་ཁང་ས་ཨ་རྣམ་སུ་གྲོགས་མོ་བསྟན་འཛིན་རྣམ་དཔྱོད་ཡིན་དེ་རིང་གི་ལེ་ཚན་འདི་ནང་ཡིན་པས་ན་རྒྱ་གར་བྱུང་པའི་གནས་ཚུལ་ཅིག་གི་སྟངས་སུ་ལོ་མཉམ་འཇུག་ཞོད་ཡིན་དེ་ཡིན་པས་ན་ཁྱད་གསོད་བྱུང་རྒྱུ་ཅི་རེད་ཤར་བ། གནས་ཚུལ་བྱུང་སའི་ས་ཆ་དེ་བར་དོ་ལ་ཡོད་ན་མ་ཧ་ར་ཤི་ཏྲ་མོམ་བྷའི་ད་སྐད་གྲགས་ཆེ་བའི་རྒྱ་གར་གྱི་གྲོང་ཁྱེར་ཡོད་ན་མེད་ན་ཤི་རེད་པ་འོང་འདི་ལ་བྱུང་རྒྱུ་ཅི་རེད་ཤར། མི་ཕྱོགས་གསུམ་གྲོངས་པ་རེད་ས་དེ་ནང་ཞིག་གིས་ནི་མི་ཁ་ཤས་ཅིག་ལ་རྨས་སྐྱོན་ཚབས་ཆེན་ཤོར་བས་ས་ན་ཚབས་ཆེན་ཤོར་བའི་རྒྱུ་མཚན་དེ་གར་དོ་ལ་ཡིན་ན་ད་ད་ཨ་ནི་མོམ་བྷའི་ལ་ཡོད་པའི་ད་དུང་ཡུལ་སྐོར་སྤྲོ་འཆམ་པ། ཨ་ནེ་གནས་མཇལ་ཞུ་ས། དེ་ནང་བཞིན་གྱི་ད་མི་མང་པོ་ཅིག་འཛམ་གླིང་གི་མི་མང་པོ་ཅིག་ཐད་སའི་ས་ཆ་ཞིག་ཏུ་རུ་བ་ས་ཆ་དེ་ལ་ཡིན་པས་ན་ཨ་གྲུ་གཟིངས་རྒྱུད་ཅེས་ཐད་འོག་ཏུ་གྲུ་གཟིངས་རྒྱུད་ཅེས་ཐད་དོད་ཙམ་པ་ཡིན་པས་ན་ཨ་ནེ་སྟབས་མ་ལེགས་པ་ཅིག་ལ་ཨ་ནེ་ད་ལྟ་གཞུང་གི་གྲུ་གཟིངས་ཅིག་རུ་བ་འོང་དེ་དུང་ཁོ་ཤོར་རྗེས་ཨ་ནེ་མི་ཅོག་གསུམ་གྲོངས་རྗེས་དེ་ནང་བཞིན་གྱི་མི་མང་པོ་ཅིག་རྨས་སྐྱོན་ཚབས་ཆེན་ཕོག་བཞག།

མི་མང་པོ་ཅིག་གྲུ་གཟིངས་ནང་བྲོས་བྱས་དེད་དུད་དུ་འཛོམས་པ་ཡིན་མིན་སྟབས་མ་ལེགས་པ་ཅིག་ལ་ཨ་ནེ་དུག་ཆེན་དུང་གོ་ཤོར་ནས་ཨ་ནེ་དོན་གྱིས་བྱུགས་པ་རེད། དུག་ཆེན་ཁོང་རྒྱལ་ཡིན་པས་ན་གསར་ཁང་སི་ཨེན་ཨེན་དང་གསར་ཁང་མང་པོ་འབྱོར་བ་རྒྱལ་སྤྱིའི་གསར་ཁང་མང་པོ་འབྱོར་བ་འོང་འདི་ལ་ཨ་ནེ་དུག་ཆེན་འདྲེ་ཞིག་བསྐྱོན་ན་ཤ་ཟ་ལག་པ་ལ་ཁད་ས་ཨེ། ཨེ་ལེ་ཕེན་ཏྲ་ཀེབ་ཞེས་པ་དེ་ས་ཆ་དེ་ག་བར་དུ་ལབ་ཡིན་ན་མ་ཧ་ར་ཤི་ཏྲ་ཞེས་པའི་ས་ཆ་དེ་ནས་ཡིན་པས་ན། གྲུ་གཟིངས་ནང་ཕྱིན་རྗེས་གྲུ་གཟིངས་ནང་ཕྱིན་རྗེས་ཡིན་པས་ན་ཨ་ནེ།

གཞུང་འབྲེལ་མིན་པའི་ཚོགས་པ་བརྗོད་པ་ཚོགས་པ་སྐད་གྲགས་ཆེན་པོ་ཆེ UNESCO ལས་བྱེད་པ་ཝོང་ཏི་ཝུ་གར་ལ་དོ་ལབ་ཡིན་ན World Heritage Site ལྟ་དེ་གར་དོ་ལབ་ཡིན་ན་འཛམ་གླིང་ག་ལ་རིག་གནས་ཤུལ་བཞག་གི་གནས་རྩ་ཆེན་གཅིག་རེད་ཟུར་དུ་བྱས་ནས་ངོས་ལེན་བྱས་བཞག་ལ་ནི་འཛམ་གླིང་གི་རིག་གནས་ཤུལ་བཞག་གི་དེབ་སྐྱེལ་ནང་ལས་དུ་མ་བཀོད་ན་བཞག་ས་ཆ་དེ་ཡིན་པས་ན། ལོ་ངོ་སྟོང་ཕྲག་མང་པོ་ལུག་ཁྱུ་ཡོད་པ་དེ་ནང་བཞིན་གྱི་ནི་ཧིན་རྡུ་ལ་མཚོན་པའི་ན་ཧིན་རྡུའི་གི་ནི་ནས་རྩ་ཆེན་པོ་དང་ནི་སྐུ་འདྲ་མང་པོ་བྱས་ཡོད་རྒྱུ་དེ་ནང་བཞིན་གྱི་ནང་པ་ལ་མཚོན་པའི་ནས་ལས་ནི་ཏིས་ཏིས་བྱས་ཡོད་རེད་གསུངས་འདུག་བ་ནི་ཐེ་ཉུང་ཡོད་རྒྱུ་ཚོ་བཀའ་འདྲི་ཞུས་པ་ཐེ་ཉུང་ཡོད་ནི་འདྲེ་བྱས་འདུག་གསུངས་གི་དམིགས་བསལ་གྱི་བྲག་ཕུག་ཅིག་རེད་བཞག་གསུངས་གི། ནས་ཁྱེད་རྣམས་ཚོས་ས་གང་ན་ལས་ཟེར་ཡོད་རེད་བ་ས་གང་ན་ཡིན་པའི་ནས་བརྙན་ཐུང་མང་པོ་ཞིག་ཞུས་འདུག་ལོ་དེ་ཡིན་པའི་ནས་ད་ད་ནས Video Footage ལ་རེད་བ་བརྙན་ཐུང་པར་རྒྱབ་ཚགས་ཀྱོག་འདྲ་གང་ཚོད་འཐུང་གི་འདུག་དེ་ནས་ཁར་དོ་ལ་བའི་ནས་རྒྱ་མཚོའི་མཐའ་ལ་འདྲ་སྐྱབས་དཀའ་ལས་ངན་ཉུང་འདུག་བས་ཁོང་ཚོས་ཨེ་ནས་སྐྱབས་དང་སྐྱབས་སྐྱབས་མི་མང་པོ་ཅིག་སྐྱབས་ཐུབ་རེད་དེ་ནས་ཞིག་གིས་ད་ད་ང་ཚོ་གྲུ་གཟིངས་ནང་གྲུ་དུས་ཙམ་པ་ཡིན་པའི་ནས་ཏོ་ཏོ་ཏོ་ཞུས་འོག་འདུག་བ་ཨེ་ཏོ་ཏོ་འདི་ག་ལ་དོ་ལ་བའི་ནས Life Jacket ལ་ཡོད་འདུག་བ Life Jacket ལ་བའི་ནས་ང་ཚོ་ནམ་རྒྱུན་དེ་དོ་ཉེ་པོ་ཞིག་མཐོང་བྱས།

ནི་ཧེབ་ལི་ཀོབ་ཏར་གནམ་གྲུ་ཡོད་པ་ཐེ་བུ་གནམ་གྲུ་དེ་འདྲ་མང་པོ་གཅིག་ཕྱིན་རྗེས་ནི་མི་སྐྱ་བྷས་ཀྱི་དེ་བྱས་པ་རེད་ས་ཐབས་ཤེས་བཏང་བ་རེད་གསུངས་ཤག་གསར་ཁང་ཧ་ལ། མི་བཅོ་གསུམ་གྲོངས་པར་ཟེར་བ་བཅོ་གསུམ་ན་ནས་ཡིན་པས་ནི་བཅུ་དེ་ཡིན་པས་ནི་ད་ལྟ་སི་བི་ལེན་ལབ་ནི་མེད་སི་དཀྱུས་མ་ང་ཚོ་ནང་བཞིན་རེད་ས་དེ་ནས་ཡིན་པས་ནི་མི་གསུམ་དེ་ཡིན་པས་ན་ད་ནེ་བི Navy ཞེས་པ་དེ་གར་དོ་ལབ་ནམ། མཚོ་དམག་ཡུལ་བ་མཚོ་དམག། འོ་དེ་འདྲས་རེད་ཤག་གསུང་གི་ཨེ་མི་ཁྱོད་འདོམ་ཅོག་གསུམ་བྲོང་ཤག། ཤེས་གི་ཨེ་མི་གཉིས་ཡིན་པས་ན་ད་ལྟ་ཧ་ཅང་གི་རྫ་དྲག་དྲག་པོ་ཡིན་རྫ་ནི་ད་སྨན་ཁང་ནང་ཡོད་རེད་གསུང་གི་ཆུ་ཨིན Critical Condition ལབ་ཡིན་ན་རྫ་དྲག་ཧོར་བྱས་ནས་ནི་སྨན་ཁང་ནང་ཡོད་རེད། དོན་རྐྱེན་བྱུང་རྒྱུ་དེ་ལ་བརྟག་དཔྱད་བྱེད་ཅེས་ཟེར་བ་ད་ལྟ་མཚོ་དམག་དང་དེ་ནང་བཞིན་གྱི་ས་གནས་ས་ཐོག་གི་ཉེན་རྟོག་པས་ནི་བརྟག་དཔྱད་བྱས་པའི་བརྒྱུད་ལ་ཁོ་རང་ཚོའི་ནང་འགྱུར་ཞིང་སར་ཕལ་ཆེན་དུ་གསར་ཁང་ཁག་ཡིན་པས་ནས་རེད།

ཨ་རིའི་འབྲོག་ལར་ཆ་མཚོན་མིན Approximately ལྔ་སྟོང་བརྒྱད་བརྒྱ་དགུ་བཅུ། འབྲོག་ལར་ལྔ་སྟོང་བརྒྱད་བརྒྱ་དགུ་བཅུ་འདུག་བྱས་ནས་གྲོང་ཚ་འགྱོག་དང་དོན་རྐྱེན་ནང་གྲོང་འགྱོག་གི་ནང་མི་དེ་ཚོར་ཕུལ་ཡས་ཡིན་འདུག་བྱས་ནས་ཁོ་རང་གི་ས་ཁང་ཁང་ལ་ཁྱབ་བསྒྲགས་གནང་ཤག། གནས་འཕེལ་གྱི་སྲིད་བློན་ཁོང་གིས་ཧར་གསུངས་དོགས་ལབ་ཡིན་ན་ད་ལྟ་གྲོང་འདས་གྲོང་ཕྱིན་པའི་ནང་མི་དེ་ལ་དང་འདས་གྲོང་ཕྱིན་འགྱོག་གི་མི་དེ་ཚོ་ལ་ཡིན་པས་ན་མྱ་ངན་དང་གུས་འདུད་ཡོད་འདུག་བྱས་ནས་གསུངས་ཤག།

ནི་བྱས་ཙང་ནི་ཧིན་རྡུ་དེ་ཚོ་ལ་ཆ་མཚོན་པའི་ནང་ནས་མི་ཚེ་སྣ་ལ་གཅིག་ཐལ་མཐོ་ཡས་ཀྱི་འབད་བརྩོན་གནང་དགོས་རེད་ས་དེའི་གནད་འདི་ལ་ཧིན་རྡུ་ཚོ་ལ་ཆ་མཚོན་པའི་ནང་ཧ་ཅང་གི་རྩ་ཆེན་པོ་རེད་ས་དེ་ནང་ཞིག་གི་ད་ད་ལྟ་གཞུང་འབྲེལ་མིན་པའི་ཚོགས་པ་ཞུ་བ་རྒྱལ་སྤྱིའི་ཚོགས་པ UNESCO ཞེས་པའི་ནི་རིག་གནས་ཤུལ་བཞག་ཡོད་པ་འཛམ་བུ་གླིང་གི་རིག་གནས་ཤུལ་བཞག་གི་ནི་ད་གནད་རྩ་ཆེན་པོ་ཅིག་ལ་ནི་དེབ་བཀོད་གནང་ཚར་བ་རེད་གསུངས་ཀྱི། ཨ་མང་པོ་ཞིག་གིས་ཁེངས་ཡོད་ཀྱི་རེད་བ། UNESCO ཞེས་པ་དེ་ང་ཚོའི་ཚོགས་ཁང་ནང་མང་པོ་བཞག་གོ་ཡ་དོ། དེའི་ཚོགས་པ་དེ་གང་ཆེར་ཞིག་དོར་ལབ་ཡོད་ན། United Nations Educational Scientific and Cultural Organization རེད་ཤག་རེད་བ། ད་དེའི་ཚོགས་པ་དེའི་ནང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཞི་ལྔ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་པ་བཅུ་དྲུག་ལོ་ལ་འདུག་བྱས་ནས་ཨ་ནི་གསར་བཙུགས་གནང་རྒྱུ་རེད་ཤག། ད་དེ་ད་ལྟ་བ་དང་མི་ལོ་བདུན་ཅུ་བདུན་དགུ་ཕྱིན་ས་ཤག་རེད་བ། དེ་ནང་བཞིན་གྱི

བཀའ་ཆོས་རིག་གཞུང་ལ་རུ་བ་འོང་དུས་ཚང་མ་ཉར་ཚགས་བྱས་དང་དེ་ནང་བཞིན་འཛམ་བུ་གླིང་ལ་ཞི་བདེ་བསྐྲུན་ཡག་གི་ནི་ཨས་དམིགས་ཡུལ་ཞིག་འདུག་ཁོང་ཚོའི་ཚོགས་པ་དེ་ཡིན་པས་ན། World Heritage Site ཞེས་པ་དེ་གནའ་བོའི་ཤུལ་བཞག་ཡོད་པ་ལོ་ངོ་སྟོང་ཕྲག་མང་པོ་ཕྱིན་པའི་ཤུལ་བཞག་དེ་ཚོ་ཡིན་པས་ན་ད་ལྟའི་ཆ་ནས་དེང་དུས་ཀྱི་དུས་རབས་དེ་ལ་ཡིན་པས་ན་དུས་རབས་ཉིས་བརྩེགས་གཅིག་ཉིས་སྟོང་ཉིས་བརྩེགས་བཞི་དེ་ལ་ཡིན་པས་ན་ད་དུང་ང་ཚོའི་ངོས་ནས་སྲུང་སྐྱབས་ཆེད་གནང་བའི་ཤུལ་བཞག་དེ་ཚོ་ལ་ཡིན་པས་ན་འོང་རྒྱ་ཇི་རིགས་ཤར་བ་ཁོང་ཚོའི་དམིགས་ཡུལ་གཙོ་བོ་དེ་ཡིན་པས་ན Elephant Island ལབ་འདུག Elephant Island ལབ་པ་དེ་ཡིན་པས་ན Mumbai གི་ད་ཆུ་ཡོད་ས་ཆུ་བ་རྒྱ་མཚོ་ཡོད་ས་འོང་དེ་ལ་འདུག་ཟེར་བ། དེ་ནང་བཞིན་རྒྱ་གར་གྱི་སྐད་ལ Karapuri ཟེར Karapuri ལས Training

ད་ཁྱེད་ནག་ཆུ་ཁྱིམ་གྱི་ཡུལ་རེད་བ Portuguese state of India ཞེས་པ་དེ་ག་རེ་གཏོར་ལབ་ཡིན་ན Portuguese ཞེས་པའི་མི་དེ་ཚོས་བཙན་འཛུལ་བྱས་བྱས་རེད་བ་ཁོ་རང་ཚོ་ལུང་པ་ནས་གྲུ་སིང་ན་སླས་བྱས་ཨ་ནས་ད་ལྟ་གོ་བ་དང་ཀོ་ཆི་དང་དེ་ནས་ས་ཆ་གཅིག་ཏུ་པོ་པན་ཇིམ། Benjim། ཞེས་པའི་ས་ཆ་ཞིག་ཏུ་རེད་བ་འོང་དེ་ཚོ་སླས་བྱས་ཡིན་པ་ནས་བཙན་འཛུལ་བྱས་བྱས་ཁོ་ཚོ་ཕེ་ཁའི་བསྡད་བསྡད་འདུག་བ་དེ་ལ་བསྡད་བསྡད་རེད་བ་ཁོ་ཚོ་ཡིན་པས་ན་གཏོར་སྐྱོན་མང་པོ་ཞིབ་ཅིག་བཏང་བ་རེད་ས Portuguese མི་དེ་ཚོས་ཡིན་པས་ན་དེ་ནས་ཡིན་པས་ན་ད་ཨིན་ཇིས་འཇུས་རེད་བ་ཨིན་ཇིས་འཇུས་དུས་ཙམ་པས་ཡིན་པས་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ

ད་ལྟའི་ཆ་ནས་འདུ་སའི་ཡུལ་སྐྱོར་དེ་ཨོ་ནི་སྲུང་སྐྱོབ་བྱས་པ་རེད་ས་ཁོང་ཚོས་ཨིན་ཇི་མི་དེ་ཚོ་ཡིན་མིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གཉིས་དགུ་ལོ་ལ། ད་ལྟའི་ཆ་ནས་ཡིན་མིན་ན་ས་ཆ་དེ་གར་ཆགས་དེ་དོར་ལབ་ཡིན་ན་རྒྱ་གར་གྱི Archaeological Survey of India ད་དེ་གར་དོར་ལབ་ཡིན་ན། རྒྱ་གར་གྱི་གནའ་རྫས་རྟོག་ཞིབ་ཁང་གི་ཆ་དེ་ཤར་བ་གནའ་བོའི་རྫས་ལབ་ར་གནའ་རྫས་ལབ་ཡིན་ན་ཉི་མ་ཉི་མ་ལྟར་ལོ་ངོ་སྟོང་ཕྲག་གོང་ལ་གར་བྱུང་ཡོད་མེད་དང་དེ་ཚོའི་བརྟག་དཔྱད་བྱེད་སྒོར་བ་དེ་རིང་གལ་སྲིད་ཡིན་པ་ན་འོན་ཏེ་བྱེད་སའི་ས་བྱི་རྩ་ཆེན་པོ་བཞི་བརྗེ་ཆ་དེ་བཞག་ཞུ་བ། ད་ལྟའི་ཆ་ནས་ཡིན་མིན་ན་ས་བྱི་དེའི་ཨུན་སུའི་བདག་པོ་སྐྱུང་དོ་ལ་བིན་ད་ལྟ The Archaeological Survey of India། ASI། ལྟ་དེ་ཡིན་མིན་ན་རྒྱ་གར་གཞུང་གི་ཚོགས་པ་བྱི་ར་ཞར་བ་ཚོགས་པ་དེ་ཡིན་པས་ན་ག་རེ་ག་ལ་གནའ་རྫས་ཡོད་པ་ག་རེ་ག་ལ་སྲུང་སྐྱོབ་གནང་དོ་ལ་བིན་གནའ་རྫས་རིག་གནས་ཤུལ་བཞག་ལ་རུ་བ་འོང་དེ་འདྲའི་ཡུལ་སྐྱོག་འདི་ལ་ཨ་ནུ་སྲུང་སྐྱོབ་གནང་ཉེན་ད་འོང་རྒྱ་རི་ཤར་བ་ཚོགས་པ་དེ་ཡིན་པས་ན་བྱས་ཙང་ཨ་ནེ་ད་ལྟའི་ཆ་ནས་བཤད་པས་ན་ད་ད་ད་དྲ་འབུ་དེ་ཡིན་པས་ན་ཧ་ཅང་གི་རྙིང་པ་ཆེ་ལོ་ངོ་སྟོང་ཕྲག་མང་པོ་ཡོད་པའི་ལུགས་རྒྱུས་ཡོད་པའི་གནས་བཅས་རྩ་ཆེན་པོ་གཅིག་རེད་ཤགས། འོན་ཀྱང་ཞྭ་ཁོ་ན་ཚོ་དེང་གི་གསར་འགྱུར་འདི་མིན་ན་ད་མུམ་བཱི་ལར་བ་ས་ཆ་གྲོང་ཁྱེར་ཡོད་ན་མེད་ན་འཁྲུག་ཤུལ་འདི་རྒྱ་མཚོའི་མཐའ་ལ་ཆགས་བསྡད་དུས་ཙམ་པ་ཡིན་མིན་ན་གླིང་ཕྲན་ཅན་ལ་ད་ང་ནང་ཚོའི་རིག་གནས་ཤུལ་ཞྭ་ལར་བ་ནང་པར་ཆ་མཚོན་པ་ཡིན་ནའི་རེད་ཁོ་ཚོ་ཧིན་རྡུ་ཆོས་དད་པ་ཡོད་ཀྱོག་གིས་ཁོ་ནང་ཚོ་མི་དེ་ཚོ་ལ་ཆ་མཚོན་པ་ཡིན་ནའི་གནས་དེ་ཡིན་མིན་ན་ཧ་ཅང་གི་རྩ་ཆེན་པོ་ཅིག་རེད་འདུག་བ་ཡང་དེ་ནང་བཞིན་ད་ཐ་སྙད་ལ་རྒྱ་གར་གྱི་གནའ

མང་པོ་ཅིག་གིས་གསུང་གི་འདུག་ག་གནས་མཇལ་དོགས་གཞི་ཅན་ཐེབས་དུས་ནི་ཞོར་ལ་དུག་ཆེན་ཐེབས་ཡིན་གསུང་ཉེ་དགའ་བཀའ་བཙུན་ནས་མོ་འབལ་ཐེག་བཅས་དུག་ཆེན་གནས་མཇལ་ཐེབས་ཡིན་ཤུལ་བཞག་མང་པོ་ཞི་དྲག་བྱས་ཡོད་རེད་ཟེར་བ་སངས་རྒྱས་སྐུ་དང་འབྲེལ་གོ་མྱོང་ཡོད་རེད་བ་གོ་མོད་ཨན་དེ་རིང་ཤོ་ཀའི་གསང་རྒྱུད་ཅིག་ལྟ་དུས་ཙམ་ལས་ཡིན་མིན་ཨན་གསང་རྒྱུད་འདི་ནང་ལ་ཡིན་པའི་ན་ད་ལྟ་ལྟ་མི། མང་པོ་ཞིག་འདུག་ཕྱིན་གནས་མཇལ་དེ་དུས་གནས་མཇལ་ཡིན་པའི་གནས་ཁ་ཤས་ཡིན་པ་འདི་དག་ཡུལ་སྐོར་སྤྲོ་འཆམ་པ་རང་གི་ལྟ་བར་བ་ཁ་ཤས་ཡིན་པས་ན་ཡང་གནས་རྩ་ཆེན་པོ་མཇལ་ཁ་གྲོལ་ཨ་ནི་འོང་དེ་འདྲས་ཀྱི་མི་དེ་ཚོ་ལ་ཡིན་པས་ན་ཕར་ཆེར་དུ་ཕྲད་གནང་རྒྱུ་གི་གནས་ཚུལ་ཞུ་དུ་ཞུ་བ་ཨ་གནས་ཚུལ་དུ་ཁྱི་ནང་ཚོ་ལ་ཞུ་ཞེས་ཨ་ནི་ཞོར་ལ་ང་ཚོ་ཡིན་པས་ན་ཡང་འདི་དང་འབྲེལ་བའི་ཐ་ན Elephanta Cave ཞེས་པ་འདི་དང་འབྲེལ་བའི་ཨ་ནི་རྒྱུན་ཤེས་དེ་ཤིན་ཅུ་ཤེས་སོང་ཨ་འོང་དེ་ཡག་པོ་རེད་འདུག་བསམ་དུ་ར་དུས་རྒྱུན་འཚོ་བ་ན་ཡིན་པས་ན་གསང་རྒྱུ་ཤེས་ཀྱི་ཤེས་ཡང་ང་ནང་ཚོའི་འཚོ་བའི་ནང་ལ་ཡིན་པས་ནས་ལས